གངས་ཅན་བོད་ཀྱི་ཞིང་ཁམས་ལ་སྤྱན་རས་གཟིགས་དང་དབྱེར་མེད་པ་སྨན་པའི་རྒྱལ་པོ་གཡུ་ཐོག་ལ་སྒོ་གསུམ་གུས་པས་ཕྱག་འཚལ་ལོ། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག།

དེ་ནི་ང་རང་ཚོ་སྐྱེས་པ་ན་དུས་ཙམ་ནས་དེ་ནི་རྣམ་པ་ཚོ་གི་ག་རེ་གསུང་གི་ཡོད་རེད་པས་ང་མཁལ་མ་ན་གི་འདུག་གསུང་གི་ཡོད་རེད་པ། འོ་དེ་རྣམ་པ་ཚོ་དེ་འདྲས་གསུང་རྒྱུ་ཡོད་མ་རེད། དེ་མཁལ་མ་ན་གི་ཡོད་མ་རེད་དེ་སྐྱེས་པ་གི་རྩ། ཤ་སྤྲིན་དང་རྒྱུ་བ། རྩ། འོ་དེའི་བ་རུ་གི་རླུང་དེ་ལ་དཀའ་ངལ་འཕྲད་ནས་དེ་ནི། སྐྱེས་པ་དེ་ན་གི་ཡོད་རེད་མ་གཏོགས་མཁལ་མ་ན་གི་ཡོད་མ་རེད། འོ་དེ་ཅིག་རྣམ་པ་ཚོ་གི་ཐུགས་ལ་བཞག་དགོས་ཀྱི་ཡོད་རེད་ཞུས་པ་ཡིན། གཉིས་པ་དེ། དེ་ནི་མཁལ་མ་ན་དུས་ཙམ་ནས་ནད་རྟགས་དེ་ག་འདྲས་ཅིག་ལ་ཡོང་གི་རེད་ཟེར་བས་ན།

བླུན་གོག་གི་ཕྱི་ལོག་ལས་རྒྱབ་ཡོང་གི་རེད་འདི་སོ་སོ་ཧ་གོ་ཡིན་པས་ན་དོ་སྣང་བྱེད་མཁན་གྱི་མི་དེ་གསལ་པོ་ཞུ་བྱ་དགོས་ཀྱི་རེད་ད་ལྟ་གལ་སྲིད་ནང་ལོག་ནས་ཟུར་རྒྱག་གི་འདུག་ན་ཨེ་ནི་ཁྱེད་རང་དང་ཁྱེད་མ་གི་ནི་མདོ་ཡོད་མེད་འདི་བརྟག་དཔྱད་བྱས་ན་གསལ་པོ་ཞུ་བྱ་དགོས་ཀྱི་རེད་ཞུ་ཡ་ཡིན་འདི་གཅིག་རེད་ཨེ་ནི་ད་ཁྱེད་མ་འདི་གི་ང་རང་ཚོ་ཟོག་པོའི་ནང་ལོག་ལ་ཨེ་ནི་གཅིག

སོ་སོ་གི་ངོས་ནས་གོང་གི་ཆུ་བཏུང་ཡག་དེ་བཏུང་གཅིན་པ་བཏང་ཡག་བཏང་ཨིན་དེ་ལ་ནུས་པ་ཤུགས་ཆེ་རུ་བཏང་ཡག་ཨིན། ཞོགས་པས་བོད་མའི་སིན་འབྲུ་དཀོན་ཏེ་རིལ་བུ་བཞི། ཉིན་གུང་ཨ་རུ་བཅུ་པ་རིལ་བུ་བཞི། དགོང་དག་སོང་མོའི་བཅུ་པ་རིལ་བུ་བཞི་ཨོ་འདི་ཟླ་བ་གཉིས་གསུམ་གྱི་སའི་འདག་ཆས་བྱེད་ངེས་བྱེད་མི་བྱེད་ད་ཕལ་ཆེར་ད་ག་རང་མ་དོན་ཡོང་གི་རེད།

ནམ་རྒྱུན་དུ་ད་ང་ཚོ་བོད་པའི་སྨན་པ་ཚོ་གས་ཁ་རྒྱུན་ཁོ་རང་ནང་བར་བོད་པ་ཚོ་ལ་ཡག་པོ་ཕན་གྱི་མི་འདུག་ཕྱི་ལོག་གི་མི་ལ་ཡག་པོ་ཞུ་ཅི་ཕན་གྱི་འདུག་ཟེར་འགྱོར་མི་རིགས་ནང་གཞན་དག་ཚོ་ལ་ད་འདི་གར་ཅི་མིན་གོ་རེད་བསམ་བཏང་ཡོང་དུས་ད་ནས་ཨེ་ང་རང་ཚོ་བོད་པའི་ནད་པ་ཚོ་བོད་པའི་སྨན་པ་གཅིག་པ་བྱས་ཨེ་ནས་ཁོ་ལ་ནང་ཚགས་ཚགས་གྲགས། ནང་འཛགས་སྨན་བཅོས་ཀྱི་བརྒྱུད་རིམ་ནང་ལ་ནང་འཛགས་མ་བྱས་པ་ཆེས་སྤྱི་བཏང་གི་རྒྱུན་ལྡན་གྱི་ནང་འཛགས་བྱས་པ་ཡིན་ནས་སོ་སོའི་ནད་དང་བདེ་ཐང་གི་ཆེད་དུ་ནང་འཛགས་བྱས་པ་ཡིན་ན་དེ་ནང་འཛགས་ལྐུགས་པ་ལགས། དེ་ནས་བཟུང་དང་སྨན་པ་ཀྱི་གསུང་བཞག་པའི་ལམ་སྟོན་དེ་ཇི་མ་ཇི་བཞིན་གྱིས་ལག་ལེན་ཇི་ལྟར་ཐུབ་པ་ཡིན་ན་ཁྱེད་རང་གི་ནད་དེ་དེ་ཙམ་གྱིས

སྐབས་རེ་སྐབས་རེ་དེ་འདྲའི་གི་བརྒྱུད་རིམ་ནང་ལོགས་ལ་ཡང་གཅིན་པ་ནང་ལ་ཁྲག་དྲོན་པ་དེ་འདྲ་ཡོང་གི་རེད་འོ་འདི་ཡང་ཨེ་ནི། ཞེ་ན་དངངས་སྐྲག་བྱེད་དགོས་ཡ་ཡོད་པ་མ་རེད་ཨེ་ནི་འདི་སྐབས་རེ་མདོག་གི་རྐྱེན་པས་ཨེ་ནི་ཡ་འདི་གི་རྩ་ལམ་འདི་ལ་དཀའ་ངལ་འཕྲད་ཡོང་གི་ཡོད་རེད་འདི་སོང་ཙང་ཁྲག་ཁྲག་རྩ་དེ་འདྲའི་དོག་ནི་ཡོང་གི་ཡོད་རེད་འདི་ཚོ་ལ་བོད་སྨན་སྟོན་ནས་རེད་ཨེ་ནི་ཕྱི་ལུགས་ཀྱི་བརྟག་དཔྱད་བྱེད་ནས་རེད་བརྟག་དཔྱད་བྱས་ནས་སྨན་བཅོས་བྱས་པ་ཡིན་ན་ཨེ་ནི་ཉི་མ་མང་པོ་མང་པོ་ཡོད་ནོག་ལ་ལ་དྲག་ཐུག་གི་རེད་ཟེར་འོ་འདི་གཅིག་ཞུ་འདོད་བྱུང་སོང་དེ་འདྲ་སོང་ཙང་ཨེ་ནི་རྣམ་པ་ཚང་མས་ཨེ་ནི་འདི།